ད་རིང་གི་ཉིན་མོ་འདི་རྩ་ཆེན་པོ་ཡིན་པ་གཅིག། ཉིན་མོ་འདི་གི་ཉིན་མོ་འདི་སྲུང་བརྩི་བྱེད་དགོས་བའི་གི་རྒྱུ་མཚན་ག་རེ་ཡིན་པ་དེ་ཚོ་ཚང་མ་ལོ་ང་རང་ཚོ་དྲན་གསོས་ལས་ཡག་གི་སྨོན་ལམ་ཡོད། ཨ་ནི་དེ་དང་མཉམ་དུ། ལུས་ཀྱི་འཕྲོད་བསྟེན་ལ་དཀའ་ཉེན་ཡོད་ཉེན་རྣམ་པ་ཚོ་ལ་ནི་མགྱོགས་པོ་དྲག་བས་ཀྱི་སྨོན་ལམ་ཡོད། སེམས་ཁམས་ལ་དཀའ་ཉེན་ཡོད་ཉེན་གྱི་བུད་མེད་རྣམ་པ་ཚོ་ལ་ནི་ཟས་དང་སྤྱོད་པ་གྱི་ཐོག་ནས་ནི་སེམས་ཀྱི་དཀའ་ཉེན་དེ་མགྱོགས་པོ་དྲག་བས་སྨོན་ལམ་ཡོད་རེད་བ། ཨ་ནི།

ད་ཐེངས་ཀྱི་ལྷག་དཀར་ཉིན་མོ་དེ་ལ་ང་སྐད་ཆ Point ཁ་ཤས་ཅིག་ཞུས་ཡོད། ད་སྤྱི་ལྟར་ནས་ལྷག་དཀར་ལ་ང་རང་ཚོའི་གི་བོད་མི་རྣམ་པ་ཀྱི་ཕྱུ་པ་ཁྱོད་ཡ་ལ་སོགས་པ་ནི་རྩམ་པ་ཟ་ཡ་ལ་སོགས་པ་ད་བོད་པའི་གི་རིག་གཞུང་འདི་ད་ཐེངས་ཀྱི་ཉིན་མོ་དེ་ལ་དམིགས་བསལ་གྱི་ད་ཕྱིའི་གི་རྣམ་པ་ཐོན་ནས་ཐོག་ནས་བསྟོད་དབྱངས་ཙམ་མིན་པ་ནང་གི་སེམས་ཀྱི

ད་ཉིད་ཀྱི་ཡང་ཅིག། ག་དེ་ཡིན་ན་ཅིག་སྙེ་མ་ནས་ཡོད་རྒྱུ་ཡིན་ན་ག་འདྲས་ཡིན་ཧང་མ་སུ་ད། ད་དངོས་གནས་དེ། ག་དུས་རེད་ཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱི་དགུ་གི་སྐད་ཆ་འདྲ་བོ་འདྲེ་ཤིག་འདུག་ར། ཨ་ནི་དེ་ནས་དངོས་གནས་ཀྱི་ཤུགས་ཆེན་པོ་དར་སོ་ཞེའུ་ཅིག་ཆགས་ནས་ཨ་ནི་འཛམ་གླིང་རྒྱལ་ཡོངས་ལ་ད་ལྷག་དཀར་སྲུང་རྩི་བྱེད་དགོས་རེད། ནི་ང་ཚོ་སྤྲོ་སྐྱིད་ན་དེ་ལ་ད་སུ་སོ་སོ། རྒྱལ་ཁབ་དེ་རིང་ལ་གཅིག་དམིགས་བསལ་གྱི་ལྷག་དཀར་གྱི་ཞབས་བྲོ་ཡོད་རྒྱུ་དང་དེ་འདྲའི་ཚོགས་ཡོད་རྒྱུ་གཉིས་ཧ་གོ་མ་སོང། ནི་སྤྱི་བཏང་ནས་བོད་མི་ཚང་མ་ལོ་སར་ནས་ཁ་བ་ཁ་ས་ལ་བཀྲམ་སྟེ་ཡོད་དུས་ཁྱབ་ནས་བསྡད་ཡོད་དུས་ནི་ལྷག་དཀར་སྲུང་བརྩི་ལ་ནི་དམིགས་བསལ་གྱི་འཛོམས་ཐུ་ཡ་དེ་འདྲའི་བྱུང་གི་ཡོད་ཐུབ་དང་མ་ཐུབ་ཀྱི་སྐད་ཆ་སྤྲོ་སྐྱིད་ཆགས་ཀྱི་འདུག་ཨ། ཡིན་ནའི། སོ་སོ་ངོ་རེ་ངོ་རེ་གི་ནང་ལ་ལྷག་དཀར་སྲུང་བརྩི་བྱས་ཏེ་ཁྱེད་ཆེན་པོ་ཅེས་བྱ་བ། ཨ་ནི་དེ་ནས་སེམས་ལ་དམིགས་བསལ་གྱི་ལྷག་དཀར་དེ་གར་ལ་གོ་རེ་དང། རྒྱུ་མཚན་མང་པོ་ཅིག་ཆགས་ཏེ་གོ་རེ་ལ་ལྷག་དཀར་དེ། དེ་ནས་གཅིག་དེ non cooperation ལ་ཞུ་བ་ད་དེ་ག་འདི་གཅིག་གི་ལམ་གྱི་ཐོག་ནས།

རྒྱལ་ཁབ་དེ་སྲུང་སྐྱོབ་བྱེད་ཡ་གཅིག་བྱེད། ཨ་ནི་དེ་ནས་ང་རང་ཚོ་གི་རིག་གཞུང་སྲུང་སྐྱབ་བྱེད་ཡ། ཨ་ནི་དམིགས་བསལ་གྱི་ང་ཚོས་ཀྱི་སེམས་ཁམས་དེ་སྲུང་སྐྱབ་བྱེད་ཡ་ཆེད་དུ་ཨ་ནི་རྒྱ་མི་དང་མཉམ་དུ་ཨ་ནི་ལག་པ་བཏང་གི་མེད། ལའི་དེ་དྲན་གསོས་དེ་སྤེལ་ར་གཅིག་གལ་ཆེན་པོ་ཆགས་ཀྱི་འདུག།

ད་ལྟ་ངེད་ཅག་གི་སྐད་ཆ་དེ་འདི་རེད་ལྷག་དཀར་ལ་ཞྭ་བུ་འཁྲབ་དུས་ཟམ་པ་ལ་ལག་པ་ཡ་མཐོ་པོ་བྱིན་ནས་བཀྱགས་ནས་ཞྭ་བུ་འཁྲབ་གི་འདུག་འདི་རྒྱ་མི་གི་ཅིག་དེ་འདྲས་རེད་དམ་མ་རེད་ཀྱི་ད་དེ་འདྲས་ཀྱི་སྐད་ཆ་ཅིག་རྙོག་དྲ་འདྲ་བོ་ཅིག་ཆགས་དེ་རེད་ལ་དེ་ལ་ང་རང་གིས་བསམ་ཚུལ་དེ་བ་ཅིག་ཞུས་པ་ཡིན་ན། ཨ་ནེ་ཡིས། ཞབས་ལོ་ག་རེ་ཡིན་ནས་ཅིག། དུས་ལ་དཔའ་བའི་གི་རྒྱུ་བ་འགྲོ་འགྲོ་གི་རེད་ར། ང་རང་ཚོ། ཁ་པར་འགྲོ་བྱིན་པ་ཡིན་ན་ཁ་པར་ཐོན་ས་བ་ས་བ་ཡིན་དུས། རྙིང་པའི་གི་བོད་ཆོས་དེ་བརླག་གི་མ་རེད་ནང་ལོག་གི་རྒྱུ་བཅའ་དང་ལས་ཀ་ག་རེ་བྱེད་རྒྱུ་དེ་མ་ལ་བ་ཆེ། དེ་ལ་ཡང་ཡར་རྒྱས་བཏང་བ་དེ་ལ་ཡང་དུས་ལ་དཔའ་བའི་གི་གུ་བ་བཏང་ཡང་མིག་གི། མིག་ལ། མཛེས་པོ་ཡོང་ཡ་ལ་གར་ཆེ་བོ་ཡོད་མེད་དང་དེ་འདྲའི་དེ་འདྲའི་ཡིན་དུས་འཚམ་པ་ལ། ང་ཚོས་ཀྱི་ཞབས་བྲོ་འཁྲབ་སྟངས་དེ་ལས་དུས་ལ་དཔའ་བའི་གི་གུ་བ། འགྲོ་ཆོག་པ་ཅིག་རེད། འགྲོ་སྲིད་པ་ཡི་རེད། འགྲོ་ན་འགྲིག་དེ་ཡོད་དེ་བསམ་གོ་ཐུབ། ད་ཅི་ད་ནས་དེང་སང་ང་ཚོ Global Village ལ་གོ་ར་ད་འཛམ་གླིང་གང་ས་གྲོང་གསེབ་གཅིག་འདྲ་བོ་ཅིག་ཆགས་ཡོད་རེད་ལ་གོ་ར་ད་དེ་ལ་དུས་ཨ་ནི་ང་ཚོ་ག་བ་ན་ཅིག་ཅིག་བྱུང་གི་ཡོད་ནས་ཨ་ནི་ས་གནས་གཞན་པ་དེ་ཚོ་ལ་རང་བཞིན་གྱི་ག་ལ་གོ་རེ Influence འདྲ་བོ་ཅིག་ཆགས་ཡས་ཞུ་དུ་བ་ཡང་དེ་ཟས་ཀྱི་ཐོག་ནས་ཡིན་ནས་རེད་སྤྱོད་པའི་གི་ཐོག་ནས་ཡིན་ནས་རེད། ང་ནི་ཞབས་རོ་འཁྲབ་སྟངས་ཀྱི་ཐོག་ནས་ཡིན་པ་ཡིན་པ་ཡིན་ནའི་རེད་དེ་འགྱུར་བ་དེ་རང་བཞིན་གྱིས་འགྲོ་འགྲོ་གི་རེད་འགྱུར་བ་ཅན་མ་འགྲོ་ཡ་གི། ཨ་ནི། སྤྱི་ཚོགས་ཅིག་ད་ལྟ་བར་དུ་འཛམ་བུ་གླིང་ནང་ལ་བྱུང་མྱོང་ཡོད་མ་རེད་རེད་བ། ད་འདི་ཡང་འགྱུར་བ་བཏང་ཡ་གི influence དེ་ག་ནས་སླེབས་ཀྱི་ཡོད་རེད་ལའི་གི་སྐད་ཆ་ཞིག་སླེབས་ཀྱི་འདུག་བ influence ལའི་བརྗོད་ར། ད་དེ influence དེ་ག་ནས་སླེབས་མ་སླེབས་དེ་ད་དེ།

ཁྲམ་གཉིས་ལ་རག་ལས་དུ་གུརུབ་ལ་རག་ལས་དུ་ར་ནི་རྒན་པ་རྣམ་པ་ཡིན་དེ་ཡིན་ན་ནི་ཤ་བ་རུ་ག་ལི་ག་ལི་ཁྲབ་ཡ་ལ་སོགས་པ་ནི་ཡང་བོད་ཀྱི་རི་ཅན་ལས་རག་ལས་དུ་ར་སུ་སུ་སུ་གི་ཤ་བུ་ཁྲབ་སྟངས་ཀྱི་ལུགས་སྲོལ་མ་འདྲ་མ་འདྲ་ཅི་ཡོད་རེད་ར་ནི་ད་འདས་ཀྱི་དུས་ཚོད་དེ་ལ་ད་ཧ་ལེ་བའི་ཀྱི་ཤ་བུ་ཕྲུག་པོ་དེ་འདྲ་ཆགས་འདུག་བ་ང་ཁ་ཚིག་སྙན་མ་དེར་ང་རྡོ་རྗེ་གདན་ལ་ཡོད་དུས་བསམ་པ་ལ་རྡ་རམ་ས་ལ་ལ་བཞུགས་ཉེ་གི་ཨ་མ་ལགས་ཅིག་འདུག་ཤམ་བུ་ཤ་བུ་ཧ་ལེ་བའི་ཀྱི་ཡག་པོ།

ངེད་ཀྱི་བོད་ཀྱི་རྒྱལ་དར་ཆུང་ཆུང་གཅིག་ཁ་ཐོད་ནས་འཁྱིལ་འགྲོ་བའི་སྦྱོར་བ་འདི་ཁོ་རང་གི་དབུ་ལ་འཆོས་ནས་ཡང་ནི་བད་ཁོ་ར་ཞབས་པོ་ཞུ་ཅིག་འཁྲབ་སོང་ར་ད་འདི་དུས་ལ་དཔའ་བའི་ར་འདི་མི་སྙན་མག་གི་མི་རེད་བོད་ནི་འཕེལ་འགྱོག་གི་མི་རེད་ཡིན་ནའི་ཞབས་པོ་འཁྲབ་སྟངས་དེ་ལ་འགྱུར་བ་ཞུ་ཅིག་འགྲོ་ཡོད་ར་ད་འདི་འགྱུར་བ་ལ་ཡེ་དེ་ད་ང་ཚོས་ཀྱི་འདི་ཉམས་དོ།

ང་རང་གི་འདིའི་ཐོག་ལ་བསམ་བློ་མང་པོ་སྒྲོག་ཅིག་བཏང་ཡིན་ཨ་ནི་གཅིག་ཞྭ་ཕུར་ཐ་བྷི་ཨེ་ཏང་ཞེས་ཀྱི་ཐོག་ནས་སེམས་ཁམས་རིག་པ་ཐོག་ནས་དེ་འདྲས་ཨ་ནི Research བྱེད་རྒྱུ་དེ་འདྲས་ཡོད་རེད་རེད་བ། ད་ད་ནི་ང་རང་གི་བསམ་ཚུལ་དེ Research བྱེད་ནི་ད་མ་ཉེས་ཡོད་བྱོས་རེད་བ། ད་ང་རང་རང་གི་བསམ་བློ་ཁོའེ་སྒྲོག་དེ་དེ་འདྲས་སྒྲོག་ཅིག་ཁོར་སོང། ང་བོད་ལ་སྐྱེས་རྒྱུ་མ་རེད་རྒྱ་གར་སྐྱེས་རྒྱུ་རེད་བྱས་ཙང་བོད་ནང་ལོགས་ལ་ཞྭ་བོ་འཁྲབ་སྟངས་དེ་ཚོ་ཉིད་ཀྱིས་མཐོང་མྱོང་ཡོད་མ་རེད་རང་ད་རྒྱ་གར་བཙན་བྱོལ་ལ་འཁྲབ་རྒྱོགས་དེ་ཚོ་ང་རང་ཆུང་ཆུང་སྐབས་སུ་མཐོང་རྒྱོགས་དེ་དང་ད་ལྟའི་གི་བར་དུ་ཁ་རིམ་པ་རིམ་པ་བྱས་ནས་རྒྱུ་བ་འགྲོ་ཡ་བྱོས་ར་དེ་མཐོང་བསྡད་དུས་ཙམ་པ་ལ་ཨ་ནི། སེམས་ཁམས་ཀྱི་ཐོག་ནས་བསམ་བློ་གཅིག་བཏང་ཡིན་ཨ་ནི་སྙེ་མ་གི་མི་རྣམ་པ་ཡོད་ར་ད་བོད་ནས་བྲོས་ཚར་བྱས་ཨ་ནི་རྒྱ་མི་གི་ང་ཚོའི་གི་རྒྱལ་ཁབ་དེ་དབང་ཡོད་ཐོག་ནས་ས་ནི་ཨ་ནི་བོད་མི་མང་པོ་ཅིག་བསད་གཏུབ་ཨ་ནི་མང་པོ་ཅིག་སོ་སོའི་གི་རྒྱལ་ཁབ་ནས་མ་མ་བྲོས་རང་བྲོས་ཐོ་ཡ་སོག་གི་ཉན་ཁ་ཡོད་དུ་ཙམ་པ་ལ་ཨ་ནི་ཁོ་རང་ཚོ་སེམས་ནང་ལོག་ལ་སེམས་ཁམས་ཀྱི་དཀའ་ཉེ་ཞུ་ཡོད་ར་སེམས་ཁམས་ཀྱི་དཀའ་ཉེན་ཡོད་ཉེས་ཀྱིས་མི་གཅིག་ལ་ནམ་རྒྱུན་གྱི་ག་རེ་བྱེད་པ་ཡིན་ན་དེའི་ནམ་རྒྱུན་ནང་བཞིན་བྱེད་ཐུག་གི་མ་རེད་རོ། དེ་ཡིས་ཧ་ལས་པའི་གི་གར་ལག་པ་རེད་དཀའ་ལས་ཁག་པོ་ཡོད་རྒྱོ་འདྲ་བོ། ཨ་ནི་སེམས་ལ་ཡོད་རྒྱོ་གི་སྡུག་བསྔལ་དེ་ཨ་ནི་ལུས་ཀྱི་ཅིག་ཕྱི་ལོག་ལ་རྣམ་པ་བསྟན་སྟངས་ཀྱི་ཐོག་ནས་ཁྱད་པར་ཞུ་འགྲོ་རེད་རོ། དཔེ་ན་ཆ་ཤས་ན་སེམས་ཁམས་སྐྱོ་བོ་ཞེའུ་ཅིག་སྡུག་པོ་ཞེའུ་མྱང་རྒྱུ་གི་མི་ཅིག་ཡིན་ན་ཨ་ནི་ཡི་ཕྱི་ལོག་ལ་ཞབས་བྲོ་འདྲ་བོ་ཅིག

རྐང་པ་དེ་ཚོ་གོ་རྒྱོག་དང་དང་དང་དེ་ཚོ་ཅིག་ག་ལི་ག་ལི་ཡིན་རྒྱོ་ལ་ལྟ་ཡ་ཞྭ་བུ་ཁ་ཤས་རྐང་སྟེགས་ཀྱི་ག་ལི་འཁྲབ་གོ་གོར་ལྟ this is also an art ར་ཡིན་ནས་ཡང་ཁ་ཤས་ཀྱི་སུ་སུའི་ཀྱི་ནུས་པ་སྤུངས་མ་ཐུ་ནི་ཞྭ་བུ་ཅིག་ག་འཁྲབ་དུས་ཙམ་པ་ལ this ཅིག་ག་ཁ་ལ་བ་རེ་ཅིག་ལྟ་དུས་ཙམ་པ་ལ་མ་ཚི་དེ་ལ་དངོས་གནས་ཀྱི་སེམས་ཀྱི་དཀའ་ཉེན་ཡོད་ས་རེད་བསམ་པ་ཡ་དེ་འདྲས་ཀྱི

བོད་ལ་ད་ལྟ་གནས་ཚུལ་བྱུང་དང་འབྱུང་བཞིན་པ་ལྟ་ང་ཚོ་འཛམ་གླིང་གི་འགྲོ་སྟངས་འདི་འགྱུར་བ་འགྲོ་བྱེད་དུས་བོད་ཀྱི་འཐབ་རྩོད་དེ་ལས་ཅིག་ཨ་ནེ་ཡི་ཤུགས་ཐོས་པ་དེ་འདྲས་ད་འཛམ་གླིང་ས་གནས་ཁ་བ་ཁ་སང་རག་འགྲོ་དགོས་རེད་དམིགས་བསལ་གྱི་བོད་མི་གཞོན་སྐྱེས་ཚོ་གི་སེམས་ལ་ངར་དེ་གླན་ནས་བོད་དེ་ངའི་རྒྱལ་ཁབ་ཡིན་རེད་བ་ཨ་ནེ་ཡི་རྒྱ་མི་ང་ཚོའི་གི་དགྲ་བོ་ཡིན་ང་ཚོའི་གི་ཕ་མ་སྲིད་ཉེ་རྒྱལ་ཁབ་ཁྲོ་ཉེ་ང་ཚོའི་གི

རྒྱ་མི་དེ་ལའང་ནི་ཕ་གདོང་ལེན་བྱེད་ཆེད་དུ་ང་རང་ཚོའི་གི་རིག་གཞུང་འདི་ཉག་དགོ་ཡ་དེ་གལ་ཆེན་པོ་ཡིན་པ་དེ་གཞོན་སྐྱེས་ཚོ་གི་དམིགས་བསལ་གི་ཧ་གོ་གོ་ད་གཞོན་སྐྱེས་རྣམ་པ་ཙམ་མ་རེད། རྒན་པ་མང་པོའི་ཅིག་གི་ཧ་གོ་དུས་ཙམ་པ་ལ་ཨ་ནི་ཁོ་རང་ཚོའི་གི་གཟུགས་ལུས་ཀྱི་ཐོག་ནས་མ Manifestation བརྗོད་ར་ད་རྣམ་པ་སྟོན་སྟངས་དེ་ཨ་ནི་ལྷ་དཀར་ལའི་དེ་ཆ་གོ་ར་ད་ལྷ་དཀར་ལ་ད་ད་ད་གི་འོ་ཞེ་འོ་ཅེ་ད་ད་ངས་གི་ལྷ་དཀར་ལ Positive ག་རེ་གཏོང་དགོས་མཐོང་གི་ཡོད་རེད་ཟེར་བ་ཡིན་ན།

བོད་པ་ཚོ་རྩོམ་ཤགས་ང་རང་ཚོ་མི་རིགས་གཅིག་པ་རེད་ཟེར་བ་ང་རང་ཚོའི་གི་འཐབ་རྩོད་གཅིག་པ་རེད་ན་ནི་རྩོམ་འགོ་ར་འདིའི་གི་ཐོག་ནས་ཨ་ནི་ག་ལི་ག་ལི་ལྷ་དཀར་སྲུང་བརྩི་བྱེད་ཡ་ལ་མི་མང་རོ་མང་རོ་འགྲོ་ནི་དེ་ནས་ཞྭ་བུར་འཁྲབ་དགོས་བསམ་པ་ལ་དགའ་བསུ་མང་ང་མང་ང་ཡོད་སྐྱོ་འགྲོ་ཅིག་མཐོང་གོ་འདུག་ཨ་འདི་ངས་གི་ག་རི་བསམ་གོ་འདུག་ཟེར་ན་ང་ཚོ་ད་ལྟ་དུས་ཚོད་གི་ཐོག་ནས་འགྱུར་བ་འགྲོ་ཙང་ཨ་ནི་ཡིན་མི་གི་སེམས་ལ་སེམས་ཤུགས་མང་ང་སླེབས་ང་རང་ཚོ་བོད་རང་དབང་རང་བཙན་མྱུར་དུ་ཐོབ་གི་རེད། བྱས་ཙང་ང་ཚོ་བོད་ལ་འགྲོ་འེ་གི་གྲ་སྒྲིག་བྱེད་དགོས་ད་ག་སོའི་སྔ་ནས་ང་ཚོ་བོད་པ་ཚང་མ་ལོ་མཉམ་རུབ་བྱེད་ནི་ལྷ་དཀར་གི་ཞབས་རུ་གྲ་བེར་ཏོ་ད་ཁྱེད་རང་ཚོ་མཁྱེན་གི་རེད་ལྷ་དཀར་ཞབས་རུ་ལབ་དུས་ཙམ་པ་ལ་ཁོ་རང་ཚོ་ཡུ་ནི་ཧྥོ་མི་ཏི་ཞིམ་པོ་བཅོས་རེད་ཞེས་གཅིག་ལ་ཞབས་རུ་འཁྲབ་སྟངས་དེ་ཚོ་ཚང་མ་ལོ་གཅིག་པ་གཅིག་པ་བྱེད་ནི་ཕག་ཚོ་འཁྲབ་དགོས་ཏོ་འདི་ག་ལ་ཚང་མའི་གི་གདོང་པ་ལ་ག་སོ་ཡོད་སྐྱོ་རེད་ཏོ་རྒྱ་ཆ་རྒྱ་ནས་རྒྱ་བོད་པ་ཡིན། བོད་མི་རིགས་ཡིན། རྒྱ་བོད་རྒྱ་མི་ཡིན། ལྷག་དཀར་སྲུང་བརྩི་བྱས་ཏེ། ང་ཚོ་བོད་པའི་གི་རིག་གཞུང་འདི་སྲུང་སྐྱོབ་བྱས་ཡིན། བོད་མི་རིགས་འདི་སྲུང་སྐྱོབ་བྱས་ཡིན། ཨ་ནི་ང་ཚོ་ཚང་མ་ལོ་རྡོག་རྩ་གཅིག་སྒྲིལ་བྱས་ནས་མཉམ་དུ་ཡིན། རྒྱ་བོད་རྒྱ་མི་ལ་ང་ང་ཚོ་ཚང་མའི་གི་ཨ་ནི་མཐུན་འབྲེལ་གི་ཐོག་ནས་ཨ་ནི་ང་ཚོ་རྡོག་ལེན་བྱེད་ཀྱི་ཡིན། ར་བོད་དེ་རྒྱ་གི་ཆ་ཤས་མ་རེད། བོད་མི་དང་རྒྱ་མི་དེ་གཉིས་ནི་གཅིག་མ་རེད་མ་འདྲ་བ་རེད། བོད་ལྭའི་དེ། བོད་པ་ཚོ་ལ་དག་གོ་རེད། རྒྱ་ནག་ལ་ཡི་དེ། རྒྱ་མི་རིགས་དེ་ཚོ་ལ་དག་གོ་རེད། རྒྱ་ནག་བོད་ཀྱི་མི་རིགས་དེ་ཚོ་ལ་དག་གི་ཡོད་རེད། ང་ཚོ་ལུང་པ་ཐ་དད་རེད། ང་ཚོ་མི་རིགས་ལོ་ག་རེད། ང་ཚོའི་སྐད་ཡིག་ལོ་ག་རེད། ང་ཚོའི་གི་ཞབས་རོ་ལོ་ག་རེད། རེད་བ། ང་རང་ཚོའི་གི་རྣམ་པ་ལོ་ག་རེད། རྣམ་པ་ལ་དུས་ངན Beauty ལ་གི་མེ་ཅིག་སྟོན་དང་བརྗོད་རོ། ཁ་ལྕེ་དུ་འཁོར་བ་ལོ་ག་རེད་ལ་ནི། ད་སེམས་ལ་ངར་དེའི་སླད་དུ་བསམ་པ་ལ་ཨ་ནི་བོད་པ་རྣམ་པ། ལྷག་དཀར་ལ་དུས།

ང་ཚོའི་གི་གོ་ཡ་དེ་ཞབས་རུ་ཁྲ་བེ་ཡ་ལའི་གཅིག་གོ་གོ་རེད་ཀ་ཡིན་ནའི་དོན་དང་དངོས་གནས་དེ་གར་ལ་བ་རེད་བོད་པ་བཅོམ་ས་ག་བ་རེད་བོད་པའི་གི་མཐུན་འབྲེལ་སྟོན་ས་དེ་ག་བ་རེད་བོད་པའི་གི་རིག་གཞུང་སྲུང་སྐྱོབ་བྱེད་ས་གི་ད་རིང་གི་དམིགས་བསལ་གི་ས་གནས་བྱོས་ར་དེ་ག་བ་རེད་འོ་འདི་ལ་དུས་ཙམ་པ་ལ་ར་ལྷ་གར་ལའི་དེ་ཧོན་ཐོ་རེད་གི་གལ་ཆེན་པོ་ཆགས་ཀྱི་ཡོ་རེད་ངས་གི་ཞོའི་ཡིན་ར་ད་ང།

ད་ག་ནང་བཞིན་གྱི་འཛམ་གླིང་རྒྱལ་ཡོངས་ལ་བོད་པ། ཁྱབ་བདེ་རྒྱུ་ཚང་མ་ལོ། ས་ལྷག་པ་ཉི་མ་ད་རིང་གི་དུས་ཚོད་དེ་ལ། མཉམ་དུ་འཛོམས་ནས་ཞབས་བྲོ་འཁྲབ་ཡག། ཨ་ནི་ཕ་ཚོ་ཧ་ཧུ་བྱེད་ཡག་ཁོ་རང་ཚོ་ནང་རྒྱུད་ལ་ནམ་རྒྱུན་གྱི་མ་འགྲིག་བ་མ་འགྲིག་བ་ཡོང་སྲིད་ཀྱི་རེད། ཡིན་ནས་ལྷག་དཀར་བླའི་དེ་ལ

ནུས་ཤུགས་ཐོལ་བ་ཅིག་སྤྲད་ཀྱི་འདུག་ལ་ཡིན་པ་ལྷག་དཀར་ལ་ཡེ་དེ་ཁྱེད་ཚང་ཞྭ་བུར་འཁྲབ་དུས་བསམ་པ་ལ་ད་ད་ལྟ་སེམས་ཁམས་དོར་ནས་སྐད་ཆ་ཅིག་གླེ་གོ་རེད་ལ་དང་པོ་སྙན་མ་དེ་བ་ལ་བོད་ནས་ཕྱི་ལ་དོན་ཚྭས་ཁ་ཞྭ་བུ་འཁྲབ་དུས་ག་ལི་ག་ལི་བྱེད་ནས་སེམས་ལ་ཚོར་བ་མེད་སྐྱོ་དོག་ཅིག་གང་ཡོད་མ་གར་ཕྱིན་ལ་ན། བོད་རྒྱལ་ཁབ་འདི་རྒྱ་མི་གི་སར་སོ་སོའི་གི་ཕ་མ་སྤུན་རྒྱ་མང་པོ་ཅིག་བསད་པ་རེད་སོ་སོའི་གི་ལྟོ་གོས་ལ་གནོད་པ་བསྐྱལ་བ་རེད་སོ་སོའི་གི་རྒྱལ་ཁབ་འདི་ལ་གནོད་པ་བསྐྱལ་བ་རེད་ད་རིག་གཞུང་དང་དེ་ཚོ་ལ་གནོད་པ་བསྐྱལ་འགྲོ་གོ་རེད་ར་ད་དེ་འདྲའི་ཡུན་དུས་ཙམ་པ་ལ་སེམས་ནང་ལུག་ལ་སྡུག་པོ་དེ་འདྲའི་མྱང་དུས་ཙམ་པ་ལ་ལུས་གི་འཚོ་བ་དེ་ག་འདྲའི་སྟེང་གོ་རེད་ལ་ཇོ་རང་ཡི physical manifestation ལ་དུ་བ་ཨིན་ཇི་ནང་ལ

ཨ་ནི་དགྲ་བོ་རྒྱ་མི་རེད་ལ་ནི་རྒྱ་མི་ལ་རྡོག་ལན་བྱེད་ཀྱི་དུས་ཚོད་དམིགས་བསལ་ཅིག་ཆགས་བསྡད་པོ་རེད་ར་ད་སོ་སོའི་གི་ནང་སྤྱི་ཚོགས་ནང་ལོགས་ལ་དགྲ་མང་པོ་བཟོས་ཉེས་ཀྱི་ཡ་མི་རིགས་མི་ངོ་རེ་ངོ་རེ་ཡིན་སྲིད་པ་ཅིག་རེད་ར་ཡིན་པ་ཡིན་ནས་ལྷ་དཀར་ལའི་དེ་ལ་དང་པོ་གཉེར་ལ་སོ་སོའི་ཁ་ནས་བོད་པ་ཡིན་ལ་ན་ནི་བོད་མི་རིགས་ལ་ཕན་གྱི་ཡོད་དོ་དོ་བྱས་ནས་སྐད་ཆ་འདྲ་མིན་སྣ་ཚོགས་བཤད་གོ་ར་དེ་འདྲ་བཤད་ཀྱི་ཡོད་པ་ཡིན་ན་ར་དང་པོའི་གི་དཔང་རྟགས་དང་པོ་དེ་སྟོན་ཞོར་ལ་ཡིན་པ་བིག་ནེས་བྱོས་ར་ལྷ་དཀར་སྲུང་བརྩི་བྱེད་ས་ལ་ཞབས་བྲོ་འཁྲབ་ཁ་འཕེལ་ཤོག་ཟེར། དེ་ལ་བོད་མི་ཚང་མ་འཛོམས་སྐོར། ལྷ་དཀར་སྲུང་བརྩི་བྱེད་ས་ལ། ད་ལྟ། སྲིད་ཀྱི་ཐོག་ནས་པར་ཏི་ཁྱོན་ནས་ཡོད་མ་རེད་དེ་ནང་ལོགས་ལ་བོད་པ་ཚོ་ལ། ཆོས་ལུགས་ཀྱི་ཐོག་ནས་སྐད་ཆ་བཅད་ཡོད་མ་རེད་ཚང་མ་ལོ་བོད་མི་རིགས་གཅིག་པ་ཡིན་ལ་ནི Unity དེ་ཏག་ཏག་བཏོད་ནས་ཚང་མ་ལོ་མཉམ་དུ་ཞབས་བྲོ་འཁྲབ་སྐོར་རེད། འདི་ང་རང་ཚོའི་གི་རྒྱལ་ཁབ་ཀྱི་ཆེད་དུ་རེད།

ཨ་ནི་ཕྱི་ལོགས་ལ་བོད་སྐད་མཉམ་འདོགས་བྱས་ནས་གཅིག་པ་གཅིག་རྐྱང་འཁྲབ་ཐུབ་པ་བྱས་ཤི་ཏོ་ཨ་ཡ་སོ་སོའི་འཇོན་ཚོད་དཔག་ཚོད་ཀྱི་འདི་ཨེ་ནི་བོད་མི་རིགས་ཀྱི་ལ་རྒྱ་ཅིག་རེད་ཨོ་ཁེ་ཨ་ནི་ད་རིང་འདི་ཙམ་ཡིན་མགྱོགས་པོ་བཅས་ཡོང་ས་ནི་ཨོས་ཏྲེ་ལ་ནས་བཀྲ་ཤིས་དེ་ལ་མང་པོ་ཡོད་ཨ་ནི་གོ་ནས་ངེད་ཀྱི་སྨོན་ལམ་འདི་ཨ་ནི་ལུས་ཀྱི་འཕྲོད་བསྟེན་ལ་དཀའ་ངལ་ཡོད་མགྱོགས་ཀྱི་ཨ་ནི་བོད་མི་དེ་འདྲ་ཡོད་པ་ཡིན་ན་ཚང་མ་ལོ་ཨ་ནི། སྨོན་ལམ་ལ་ད་ཚང་མ་རྒྱུག་པ་དྲག་པའི་སྨོན་ལམ་ཡོད་རེད་ར། ཨ་ནི་སེམས་ཁམས་ཀྱི་ཐོག་ནས་དཀའ་ངལ་ཡོད་རྒྱུ་ཡིན་ན་ཨ་ནི་ད་དཀའ་ངལ་ཡོང་སྲིད་ར། ཡང་ན་སེམས་ཁམས་ཐོག་ནས་སོ་སོ་རང་གི་དཀའ་ངལ་སེམས་ཁམས་ཀྱི་དཀའ་ངལ་དེ་བཟོས་ཡིན་ན་སོ་སོའི་གི་ཁ་གཏིང་མང་པོ་བསགས་ནས་སུ་སོ་སོ་སེམས་ཁམས་དཀའ་ངལ་དེ་འདྲས་བཟོས་ཉེས་ཡོད་པ་ཡིན་ན་ཨ་ནི་སུ་སུ་ཅིག་ད་རིང་གི་ཉིན་མོ་དེ་ལ་ད་ས་མོ་ད་ཡན་གྱི་དུས་ཚོད་ཤི་ལེ་གོ་རེད་ཟེར་བ་རྒྱ་མི་རེད། རོ། ང་ཚོའི་གི་དགྲ་བོ་བོད་པ་མ་རེད། ང་ཚོའི་དགྲ་བོ་རྒྱ་མི་རེད། ཁྱེད་ཚང་དྲ་སྒམ་ནང་ལོགས་ལ་ཅིག་སྐད་ཆ་སྡུག་རེ་སྡུག་བཙན་དེ་འདྲས་བཤད་བསྡད་གི་ནུས་པ་ཅིག་འདུག་ནུས་པ་རེད་ད་དེ་འདི་དགྲ་བོ་རྒྱ་དམག་རྒྱ་ནག་དང་ཨ་ནི་རྒྱ་སྐད་དེ་ཚོ་ལ་ཕག་བཙོ་གུ་བཙོ་ཡ་ལ་བོད་ཆོས་བཏངས་རོ། ཨ་ནི་བོད་མི་རིགས་བོད་རྒྱལ་ཁབ་ཆེད་དུ་དཀའ་ལས་དངོས་གནས་གི་རྒྱབ་གཉེར།

ང་ནི་བོད་པ་སོ་མོ་ག་སུ་ཡིན་ནས། བཀྲ་ཤིས་བདེ་ལེགས་མང་པོ་ཡོད། བོད་རྒྱལ་ལོ། བོད་རང་བཙན་རྒྱལ་ལོ Free Tibet། ལྷ་དཀར་བཟང།